ད་ངས་ད་རིང་བརྙན་ཐུང་གཅིག་བོད་སྐད་ནང་དང་དབྱིན་ཇིའི་ནང་ལ་ཡང་བཟོ་དགོས་ཡས་ཀྱི་རྒྱུ་མཚན་གཙོ་བོ་འགྲོ་འདི་སྤྱི་ཟླ་དགུ་པའི་ཚེས་གཉིས་ཉིན་མོ་དེ་ཨ་ནི་རིགས་ཀྱི་སྲིད་སྐྱོང་གི་འོས་མི་ལ་ཡང་བསྡད་ཡས་ཀྱི་ཨ་ནི་གསལ་བསྒྲགས་དེ་བྱས་པ་རེད་གསལ་བསྒྲགས་དེ་བྱས་པའི་སྐབས་སུ་དེ་དུས་ངས། ཨ་ནི་བདུན་ཕྲག་གཉིས་རྗེས་ལ་ཡང་བདུན་ཕྲག་རེ་རེ་རེ་ལ་ད་ལྟ་བརྗོད་གཞི་གལ་ཆེ་བ་ཁག་བཅུ་བཅུ་གཅིག་གཅིག་གི་ཐོག་ལ་ཡང་ཨ་ནི་རྣམ་པ་ཚོ་ལ་མི་མང་ཚོ་ལ་ཡང་ཐད་ཀར་བཀའ་མོལ་ཞུ་གི་ཡིན་ཞེས་བཅས་ཞུས་ཡོད། ཡིན་པ་ཡིན་ནའི་བར་ལམ་ད་འོས་བསྡུ་ལས་ཁུངས་ཀྱི་འོས་བསྡུའི་ལས་རིམ་སྔོན་འགྲོ་ག་དུས་བྱེད་ཀྱི་རེད་དངོས་གཞི་ག་དུས་བྱེད་ཀྱི་རེད་འདི་གས་འདི་གསལ་བསྒྲགས་མ་བྱས་བར་དུ་ཨ་ནི་བདུན་ཕྲག་རེ་རེ་རེ་རེར་སྐད་ཆ་བཤད་ཀྱི་བང་འགྲོ་བ་དེ་ཏག་ཏག་ཅིག་འགྲིག་ཐུག་མེད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ཕཱས་ཅིག་བརྒྱག་འགོ་བྱུང་སོང། དེའི་རྐྱེན་པས་ཀི་མང་ཚོགས་ནང་ལོགས་ལ་ཡང་བསམ་ཚུལ་ཕྲན་བུ་ཅིག་ཡོང་ཡོད་ས་རེད། ངས་ངོ་ཤེས་པ་ཁ་ཤས་ཀྱིས་ད་གར་ཆབ་རེད་སྐད་ཆ་ག་དུས་བཤད་ཡ་རེད་ཟེར་ཡ་དེ་འདྲའི་བརྡ་དེ་འདྲ་བཏང་ཡོང་གི་འདུག་དེ་ཡིན་པའི་རྒྱུ་མཚན་གཅིག་བྱས། གཉིས་ནས། ཡང་བར་ལམ་ནས་ང་དེ་ལྟ་ཅིག་སུ་སུའི་སྒེར་གྱི་དོན་དག་ལ་ཡང་ལས་ཀ་ཕྲན་བུ་ཞིག་བྱས་ཏེ་ཡོད་རེད་དེ་ཡང་མང་ཆེ་ད་ལོ་སུམ་ཅུ་ཞིག་ཕྱུགས་ལས་བྱས་མེད་བས་སོང་ཙང་ད་ད་ནི་པ་ར་དེ་ཕྱུགས་ལས་འདྲ་བོ་དེ་བྱས་བྱས་འདུག་བཞིན་བསྡད་པ་རེད་ཨ་ནི་ཁྱེད་ཚེ་སྔས་མ་ནས་ངས་ཞུས་པ་ནང་བཞིན་བྱས་ནས་ངའི་མི་སུ་གཅིག་ལ་ཡང་ཕ་འབྲེལ་བ་ཞུ་གི་མེད། ཨ་ནི་བར་ལམ་དེ་བ་ནས་ཚུར་ཁ་བ་བཏང་བ་ཡིན་ནས་རེད་བརྡ་ལན་ཞར་བ་ཡིན་ནས་རེད་དེ་ཚོ་ལ་ཡ་ཡ་ལན་ཚན་ཏན་ཅིག་བྱེད་ཡ་བྱུང་ཡོད་མ་རེད་དེ་གས་དེ་བྱེད་མོ་བའི་རྒྱུ་མཚན་དེ་གས་དེ་གས་ངས་ནས་ངས་ཞུས་ཟིན་པ་ཡིན་ད་ད་ལྟའི་དུས་ཚོད་དེ་ལ་ཡ་ཨ་ནི་ང་ལ་ཡ་ལན་འཇོག་ཡ་དེ་ལ་ཨ་ནི་ད་འོས་བསྡུ་ལས་རིམ་གསལ་བསྒྲགས་ཀྱང་གྲུབ་པས་སོང་ཙང་ད་བཀའ་མོལ་ཞུ་ཡ་དང་དེ་གས་ཚང་མ་ལོ་ཨ་ནི། ཅེས་བཀའ་སྔར་ལན་ཇོ་ཨེ་ཏི་ལི་ཡཱ་དང་ཁྱེད་རང་ཡིན་གཅིག་མིན་གཅིག་ས་གནས་ཁག་ལ་མ་ཡོང་རོགས་བྱེད་བྱེད་ཅེས་ལན་དེ་ལས་མང་པོ་བྱོ་གི་འདུག་ཨ་མི་རི་ཀ་ལ་ཡོང་རོགས་བྱེད་ཟེར་ཡ་ཡོ་རོབ་ལ་ཡོང་རོགས་བྱེད་ཟེར་ཡ་གཞིས་ཆགས་ཁག་ཁག་ལ་འགྲོ་དགོས་ཀྱི་འདུག་ཟེར་ཡ་དང་ལ་དྭགས་ལ་འགྲོ་དགོས་ཀྱི་འདུག་ཟེར་ཡ་དང་དེ་འདྲའི་གནས་ཚུལ་འདྲ་བོ་འདི་འདྲའི་འདུག་གཅིག་རེ་བ་འདྲ་བོ་སྟོན་མཁན་ཆེ་མང་པོ་ཞིག་ཡོང་བསྡད་ཀྱི་འདུག་ད་འདིའི་ཁ་ཆེན་ངས་འོས་མི་ལ་ལངས་ཡག་གི་སྲིད་ར་བྱེད་པའི་སྐབས་ད་ག་རང་ནས་ནི་ངས་ཞུས་ཡོད་ད་ལྟའི་དུས་ཚོད་དེ་ནི་ཏོག་དབྱིབས་ཀྱི་ནད་ཡོམ་འདི་ཁྱབ་བསྡད་པའི་དུས་ཚོད་རེད་དེ་ཡིན་པས་སོང་ཙང་ནི་ད་རིང་འོས་བསྡུ་འདི་སྐབས་སུ། ཏོག་དབྱིབས་ཀྱི་གཉན་ཚད་ནད་ཡོམ་འདི་ནི་མ་དྲག་ཀྱི་བར་དུ་ཡང་མིན་ན་འདི་ལ་ཡང་གཅིག་ཟློག་ཐབས་འདྲ་བོ་ཅིག་བཏོན་མ་ཚར་གྱི་བར་དུ་མི་མང་རྩ་ལ་བཅག་ཡ་ཁག་པོ་བྱེད་ཀྱི་རེད་ཅེས་ཞུས་ཡོད་དེ་ཡིན་པའི་སོང་ཙང་ད་རིང་ངས་རྣམ་པ་ཚོ་ལ་ཡང་འདི་རྒྱུ་མཚན་ཞུ་ཡ་དེ་ཀྱི་ཆེད་དུ་འདུག་བཞིན་བཅག་གི་ཡོད། ད་ལྟའི་དུས་ཚོད་འདི་ལ་ཡང་ཐ་ན་ང་ཚོ་ཁ་རས་གོན་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་ཆགས་བསྡད་ཡོད་རེད། ད་འདྲ་ལ་གནོད་དགོས་མེད་པ་ཡིན་ན། ངའི་རྒྱུ་མཚན་ཞུ་ཡ་དེ་གར་ཞུ་དགོས་རེད་ཟེར་ན། རྩ་བའི་གི་མི་མང་གི་རེ་བ་བཏོན་པ་དེ་སྒྲུབ་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད་ཉིས་སྟོང་བཅུ་དྲུག་ལས་དེ་འདྲའི་རེ་བ་བཏོན་བྱས་ཨ་ནི་ས་གནས་མང་པོ་ཞི་བོ་ཅེར་བཅར་བ་རེད། ཨ་མི་རི་ཀ་ལས་བཅར་བ་རེད་ཡོ་རོབ་ལས་བཅར་བ་རེད་རྒྱ་གར་ནང་ལོགས་ལ་ཕལ་ཆེར་གཞིས་ཆགས་དག་ཁ་ཁ་ཤས་ཤིག་མ་གཏོགས་གཅིག་གི་ཆ་ཚང་ལོགས་ལ་ཡང་འདུག་བྱས་ནས་མང་ཚོགས་ལ་བཅར་བྱས་ཨ་ནི་སོ་སོའི་གི། བསམ་མནོ་ན་ལ་ག་རེ་ཡོད་བ་དང་ཆེ་བཞི་ག་རེ་ཡོད་བ་དེ་གའི་ཆ་ལང་ཅིག་གསལ་བཤད་ཞུས་བ་རེད། ད་ད་རེན་དུས་ཚོད་འདི་ལ་ཡང་ཨ་ནི་སྡུག་བྱེད་རེ་བཅའ་ཡ་དེ། ང་བཅར་ཡ་གི་འདོད་པ་མེད་བའི་རྒྱུ་མཚན་ལ་བརྟེན་ནི་མ་རེད་བྱེད་ནི་འདི་གསལ་བོ་བྱེད་ཞུ་གི་ཡིན། ནད་ཡོམ་འདི་གི་ལ་ཡ་ཟློག་ཐབས་ཅིག་ཁབ་ཡིན་ནའི་རེད་སྨན་ཡིན་ནའི་རེད་ག་རེ་ཡིན་ན་ཅིག་བཏོན་ཚང་ནི་མང་ཚོགས་ལ་ཡ་ཉེན་ཁ་མ་ཡོང་ཡ་གི་གནས་སྟངས་ཅིག་བྱུང་བ་ཡིན་ན། ག་དུས་ནས་བཅའ་ཆོག་ཆོག་ཡིན། ཨན། ལྷག་པར་དུ་ཁྱང་ཚོས་ང་ལ་འགན་བསྐུར་བ་ཡིན་ན་མང་ཚོགས་ལ་བཅར་ཡག་ལ་ཐེ་ཚོམ་རྩ་བ་ཉིད་ནས་མེད། དཔེར་ན་ད་ལོ་སྤྱི་ཟླ་དང་པོའི་ནང་ལོ་ལ་ཡང་ཨ་མི་རི་ཀའི་ས་གནས་ཁག་ཉི་ཤུ་རྩ་གཅིག་ལ་ཉི་མ་སུམ་ཅུའི་ནང་སྐོར་ར་ཞིག་བརྒྱབ་པ་རེད། དེ་ཡིས་ངས་དེ་འདྲ་དེབ་ཕྲེང་ཡག་གི་ལས་དོན་དང་འབྲེལ་བའི་ཐོག་ནས་སྐོར་ར་བརྒྱབ་པ་རེད། དེ་བཞིན་བཟང་ངག་མང་ཚོགས་ལ་བཅར་ཡག་དང་དེ་འདྲའི་འདོད་པ་ཡང་ཤུགས་ཆེན་པོ་ཡོད། ཡིན་པ་ཡིན་ན་ཡང། ད་ང་ལ་ཡང། ང་དེ་སྤྱི་ཚོགས་ཀྱི་འགན་འཁྱེར་མཁན་ཡིན་ཕྱེད་ཆེ། ཨ་ནི་མ་འོངས་པར་སྲིད་སྐྱོང་བྱེད་མཁན་ཡིན་ཕྱེད་ཆེ་འོས་མི་ནང་ལ་ལངས་བསྡད་མཁན་གྱི་མི་གཅིག་གིས། ཨ་ནི་མང་ཚོགས་ནང་ལོགས་ལ་ད་ལྟ་ནད་ཡོམ་འདི་ཁྱབ་བསྡད་པའི་སྐབས་སུ། ཨ་ནི་འཛམ་བུ་གླིང་ཁྱོན་ཡོངས་ལ་ཡ་ད། ས་ཡ་སུམ་ཅུ་སོ་བརྒྱད་གཟིམས་འགྲོ་གི་འདུག་ཨ། ཨ་མི་རི་ཀ་ནང་ལོགས་ལ་ཡ་ས་ཡ་བརྒྱད་མེད་ཅིག་གཟིམས་འགྲོ་གི་འདུག་ཨ་ནི་རྒྱ་གར་ནང་ལོགས་ལ་ཡ་ས་ཡ་བདུན་བརྒལ་ཚར་གི་འདུག་ད། མཁས་ཆེན་སྙེ་མ་སྤྱི་ཟླ་གསུམ་པ་བཞི་བ་ལྔ་བ་དྲུག་བའི་གི་དུས་ཚོད་དང་ད་ལྟ་བསྡུར་བ་ཡིན་ན། ནད་ཡོམ་དེ་གི་ཉེན་ཁ་དེ་ཆེ་རུ་འགྲོ་ཡོད་རེད་མ་གཏོགས་ཅིག་གི་ཆུང་རུ་རྩ་བ་ཉིད་ནས་འགྲོ་ཡོད་མ་རེད། དེ་འདྲའི་གནས་སྟངས་ཅིག་གི་འོག་ནས་ད་ལྟ་ང་ཚོ་དེ་གཞིས་ཆགས་ལ་ཡིན་པ་ཡིན་ནས་དེ་ནད་ཡོམ་ཁྱབ་དེ་དེ་ཚོ་མང་པོ་ཅིག་ཕར་ཚུར་མི་ཚོ་འགྲུལ་བཞུད་བྱེད་པའི་སྐབས་ལ་ཡ་ན་ཚ་དགོས་བྱེད་གནས་སྟངས་དེ་ལས་ཆགས་པའི་གི་གནས་ཚུལ་མང་པོ་ཅིག་གོ་ཡ་འདུག་དེ་ཡིན་དུས། གལ་སྲིད་ངེད་ཀྱི་ཕ་ཚུར་བཅར་ག་བྱས་པ་ཡིན་ནའི། ང་ལ་ཡང་ན་ཚ་བཀོལ་བ་ཡིན་ནའི་འདྲ་འདུག་ཡང་མིན་ན། ད་ས་གནས་ལ་བཅར་བའི་སྐབས་ལ་མི་མི་མང་མ་ཐུག་བས་ཀྱི་ཡོང་ཡ་ཡོང་མར་བ་མི་མང་ཐུག་དགོས་ཀྱི་ཡོད་རེད་འཛོམས་དགོས་ཀྱི་ཡོད་རེད་སྐད་ཆ་བཤད་དགོས་ཀྱི་ཡོད་རེད་ཡང་པར་རྒྱག་དགོས་ཀྱི་ཡོད་ཟེར་གྱི་རེད་དེ་འདྲའི་གནས་སྟངས་མང་པོ་ཅིག་ཡོད་དུས་བསམ་པ་ལ་དེ་འདྲའི་ཀྱི་སྐབས་སུ་ང་ལ་ན་ཚ་དེ་བགོས་ནས་གཞན་པ་ལ་བཀོལ་བ་ཡིན་ན་འདྲ་འདུག་ཡང་མིན་ན་ཚོགས་འདུའི་ནང་ལ་ཡོང་ངེས་ལ་མི་གཅིག་ན་ཚ་ཡོད་ངེས་ཅིག་ཡོང་བ་ཡིན་ན། འདི་གིས་མི་མང་པོ་ཞུ་ཅི་ལ་ཡ་ཨ་ནི་ན་ཚ་དེ་དགོད་འགྲོ་བས་ཀྱི་ཉེན་ཁ་ཡོད་པ་དང་ད་ལྟ་བར་དུ་འཛམ་བུ་གླིང་ནང་ལོ་ལི་ཡ་མི་ས་ཡ་གཅིག་ལྷག་ཞིག་ནད་ཡོམ་འདིས་རྐྱེན་པས་ཀྱི་འདས་གྲོངས་ཕྱིན་ཚར་བས་སོང་ཙང་ཨ་ནི་འདི་གི་འགན་དེ་ང་སྤྱི་ཚོགས་ཀྱི་འགན་ཁྱེད་ངན་ཡིན་པའི་མི་གཅིག་གི་ཆ་ནས་མི་སོགས་ལ་ངས་རྩེད་མོ་རྩེད་ཐུབ་ས་མ་རེད་མི་སོགས་ལ་ཉེན་ཁ་ཆགས་ཀྱི་འདུག་ད་འདིའི་རྒྱུ་མཚན་ལ་བརྟེན་ནི་ད་ནི་ཁྱེད་རང་ས་གནས་ལ་འགྲོ་མ་སོང་ཨ་ཨ་ནི་འོས་ཤོར་བ་རེད་ཟིག་ལབ་པ་ཡིན་ནའི་ང་ལ་ཁྱད་པར་གང་ཡང་མི་འདུག་དེ་ང་ལ་ཁྱད་པར་སྤུ་ཙམ་མེད་ཡིན་ནའི། འདི་ཕྱིན་པའི་རྒྱུ་མཚན་ལ་བརྟེན་ནས་མི་ཁ་ཤས་ནད་པ་ཆགས་བ་དང་སྤྱི་ཚོགས་ནང་ལོག་ལ་ནད་ཡོམ་ཁྱབ་པའི་ཤུགས་ཆེན་པོ་ཞུགས་ཕྱིན་པ་ཡིན་ན་འདིའི་འགན་དེ་ངས་བཟོད་ས་མ་རེད་དེའི་ཆེད་ཚང་ང་ད་རིང་བཅའ་ཐུབ་ཀི་མི་འདུག་ཞེས་ནས་ཞུ་ཡ་དེ་ད་གལ་ཆེ་ཡ་དེ་མང་ཚོགས་ཀྱི་མཁྱེན་དགོས་ཡ་དེ་ག་རེད་ཟེར་ན། ད་ངེད་ཀྱི་བསམ་བློ་ནང་ལ་ག་རེ་ཡོད་རེད་འཆར་གཞི་ག་རེ་ཡོད་རེད་སྲིད་ཇུས་ག་རེ་ཡོད་རེད་དེ་ཚོ་མང་ཚོགས་ཀྱི་མཁྱེན་པའི་ཐོག་ནས་ཨ་ནི་སུ་ལ་འོས་བླུག་དགོས་དགོས་དེ་སོ་སོས་ཐག་གཅོད་ཡ་རེད། དེང་དུས་བསམ་པ་ལ་ད་ལྟ་རེ་བཅུ་བདུན་ནས་བྱས་བྱས་ཕྱི་ཟླ་བཅུ་བའི་གི་ཚེས་བཅུ་བདུན་རེས་གཟའ་སྤེན་པ། ཆུ་ཚོད་བདུན་པ་དགོང་དྲོ་རྒྱ་གར་གྱི་དུས་ཚོད་དགོང་དྲོ་ཆུ་ཚོད་བདུན་པ། ཡོ་རོབ་ཀྱི་གཟའ་སྤེན་པའི་གི་ཉིན་སྒོ་རྒྱབ་ཀྱི་ཆུ་ཚོད་གསུམ་པ། ཨ་ནི་ཨ་མི་རི་ཀ་ལ་ཡ་གཟའ་སྤེན་པའི་ཞོགས་ཀའི་ཆུ་ཚོད་བཅུ་པ་དེ་ནས་ཆགས་འགྲོ་གི་རེད་དེའི་ད་ག་ནས་གཉིད་དེ་ཆད་ཁ་ཡོ་རོབ་ནས་གཉིད་དེ་ཆད་ཁ་བྱས་ཨ་མི་རི་ཀ་ལ་ཡ་ཕལ་ཆེ་དགུ་དེ་ཆད་ཁ་ཞོག་གེ་དེ་བ་དེ་འདྲས་ཆགས་འགྲོ་གི་རེད་དེ་འདྲས་ཡོད་ནུས་ས་མ་དེ་དེའི་དུས་ཚོད་དེ་ང་ཚོ་ད་ནང་ངའི་གཞུང་འབྲེལ་གི་ད་ནས་ངོ་དེབ་བཟོས་བཞག་པའི་དེའི་ནང་ལ་ཡ་གསལ་བསྒྲགས་བཏང་བཞག་ཡོད་རེད་དེ་གཞི་བཟུང་གི་ད་ངས་གི་བརྗོད་གཞི་རེ་རེ་རེ་རེ་ཐོག་ལ་གལ་ཆེ་ཡ་བརྗོད་གཞི་གལ་ཆེ་ཡ་བཅུ་བཅུ་གཅིག་ཞིག་ཐོག་ལ་ཡ་གལ་ཆེ་ཡ་བང་བསྒྲིགས་བཞག་ཡོད་དེ་ཚོ་བརྗོད་གཞི་རེ་རེ་རེ་རེ་ཐོག་ལ་ཡ་སྤེན་པ་ཚེ་རིང་ང་ཚོས་གི་འགན་གཅིག་བསྐུར་བ་ཡིན་ན། ཁོས་འདིའི་ཐོག་ལ་ག་རེ་བྱེད་ཀྱི་རེད་ཟེར་ཡག་གི་བསམ་ཚུལ་འདི་དང་དེ་དང་ཞོར་ལ་ཡང་གལ་སྲིད་ཁྱེད་ཚོས་ང་ལ་འགན་མ་བསྐུར་བ་ཡིན་པ་ཡིན་ནའི་ད་ལྟའི་གོ་སྐབས་འདི་དང་བསྟུན་བྱས་ངས་མི་མང་ལ་ཡང་ཟབ་སྦྱོང་བཅས་ཆགས་འགྲོ་གི་རེད་བྱས་ནས་ཞུ་དགོས་ཡ་རྒྱུ་མཚན་འདི་རེད་དེ་ཡིན་དུས་བསམ་པ་འདིའི་སྐད་ཆ་བཤད་དེ་རྣམ་པ་ཚོས་ཀྱི་ཡག་པོ་བྱས་ནས་གསན་རོགས་གནང་འདི་ལ་ཡང་རྒྱུ་མཚན་འདུག་དང་མི་འདུག་འདི་ལ་རྒྱབ་སྐྱོར་བྱེད་འོས་པ་འདུག་དང་མི་འདུག་དེ་རྣམ་པ་ཚོས་ཀྱི་གཟིགས་བྱས་ནས་འོས་འཕེན་ཡ་དེ་ཐག་གཅོད་དགོས་རེད་མ་གཏོགས་བྱེད་ཀྱི་གཞན་པ་དངོས་སུ་མེད་ཀི། བཅར་དང་མ་བཅར་གྱི་རྒྱུ་མཚན་གྱི་ཐོག་ནས། མང་ཚོགས་ཀས་དེ་འདྲའི་ཅིག་ཐག་གཅོད་ཀྱི་རེད་བསམ་བསམ་འདུག་ཅེས་དྲན་གྱི་མེད་ལ་ད་ལྟའི་གནས་སྐབས་དང་རྩ་བ་གཉིས་ནས་མཐུན་གྱི་མེད་པའི་རྒྱུ་མཚན་ལ་བརྟེན་ནས་ད་ལྟ་བཅར་ཐུབ་ཀྱི་མི་འདུག་ཞེས་ནས་ད་འདི་གསལ་བཤད་ཞུ་ཡ་ཡིན། འདི་ཐུགས་འཇགས་གནང་རོགས་གནང། རྗེས་ལ་ངས་ཐད་གཏོང་བྱེད་ཡག་གི་ལས་རིམ་འདི་གའི་དེ་ཐད་ཀར་རང་མི་མང་ལ་ཡ། སྐད་བཤད་འདི་བྱས་མ་ཐུབ་ཅིག་བརྙན་ནས་སྐད་བཤད་ཨེ Recording བྱས་དེ་ཚོ་ག་སུར་མཇལ་བཏང་བྱས་ཚོ་ངས་རྩ་བ་ཉིད་ནས་བྱེད་གི་མེད་ད་ཁ་སང་རྣམ་པ་ཚོ་ལ་ཁ་རྡུག་རང་ཐད་ཀར་རང་སྐད་བཤད་བང་སྒྲིག་བྱས་ཡོད་འདི་གསན་རོགས་གནང་ཞེས་ཞུ་ཡ་ཡིན་ཐུགས་ཆེ་གནང།